དེ་དངོས་གཟུགས་སུ་ཅིག་ལྟ་བུ་ལྟར་རེ་སྟོན་པའི་རྗེས་འཇུག་གཟུགས་དུ་ཡིན་དུས་དེ་དངོས་སུ་དེ་ལྟར་བྱེད་ནི་མ་རེད་ན་དེ་འཛིན་གྱི་བླང་དོར་བཀག་ནས་ཕྱིས་འདྲེན་ནི་དེ་ལ་ཨ་ཙི་མི་སྐྱོན་གྱི་དང་ནི། ལྟ་བུ་དག་ཚེ་འདིའི་ཐོག་བ་ལྟ་བུ་ཤ་ཟོས་པའི་སྟོབས་ཀྱིས་ནི་སྐྱེས་བབས་ཕྱི་མ་ལྟ་བུ་ཤ་ཟ་ནོ་ལྟ་བུ་ལོག་འགྱོ་འདྲེ་དེ་ཡ་ཐ་ན་བཅོམ་ལྡན་འདས་ཀྱི་འདི་ན་མ་ར་རྒྱུ་མཚན་སྣང་གཟུགས་ཤ་དེ་ཁྱེར་འོང་ལྟར་ནི་ལྟ་བུ་ད་ལྟ་ཤ་ཟ་ནོ་འདི་ཆ་ག་ནི་ལྟ་བུ་སྐྱེས་བར་སྔ་མའི་ལྟ་བུ་ཤ་ཟ་བའི་བག་ཆགས་ཀྱི་སྟོབས་ཀྱིས་ཡིན། ད་ཤ་ཟ་བ་རྣམས་ཀྱང་ནི་སྐྱེས་བབས་ཕྱི་མ་ལྟ་བུ་ཤ་ཟ་བའི་ལོག་འགྱོ་རྫས་ཡི་དང་ནི།

རྒྱལ་བྱེད་མ་གཟུགས་དག་ཅིག་ལང་ནུས་བཟང་སྟེ། ཡ་རབས་དག་དག་པའི་གཞན་གོམས་བདེ་བ་ཅན་འདྲ་དང་ནི། དེ་མོ་གཟུགས་དག་དེ་ཤ་ཡི་ཁ་ཟས་མ་དག་པ་དེ་མོ་ཤ་ཡི་དག་རོ་ལ་ནི་སྤྲེལ་དག་སྐྱེ་མི་དགོས་ས། དེ་མོ་གཟུགས་ལུས་ལང་སོང་ན་དག་སོང་ནི་རེད་དོ། དེ་གཟུགས་ཀྱང་དྲག་སྐྱོ་རེད་ནི་མི་དོ་མ་ཡིན་པའི་དག་ད་རང། གང་ཟག་ཕ་ར་གཟུགས་དག་ལུས་གཟུགས་དག་ལེན་དགོས་ནུས་བཟང་སྟེ་སྐྱེ་བ་བྱེད་མ་ལ་དག་ཤ་ཟ་ནི་གཟུགས་སྐྱེ་བ་དག་ལེན་དོན་སེམས་དག་དཀོན་མོར་བདོ་རེད།

དུ་མ་མཆོད་བསྐུལ་བསྟན་འགྲོའི་ལྟ་བ་སྟེ་ཚོགས་ལམ་ཆེན་བགྲང་བྱུང་གསུམ་པའི་རྐང་བཞག་ཕྱེད་ཀ་དག་ངན་སོང་བ་ཀླུར་སྐྱེས་དང་ནི་དུ་མར་རྒུད་ལྟ་བ། གཞུར་ལམ་གྱི་དྲོད་དང་རྩེ་མོ་ལག་གནས་པའི་རྐང་བཞག་ཡིན་ཀྱང་ནི་ལྟ་བ་སྟེ་སྨྲ་ར། ལྟ་བ་ལྟ་རེ་འདི། ངན་སོང་གི་གནས་སུ་ལྟ་བ་སྟེ་སྐྱེས་འགྱོ་བ་ཙི་ཡིས་དང་ནི་དེ་ལྟ་སོགས་འབྲི། དར་སྔགས་འདྲ་གཟུགས་ཡན་ཁ་ཆེ་ཞོག་དང་ནི་ལྟ་བ་ལྟ་རེ་འདི་ན་ཡང་སྔགས་ཀྱི་ནི་ལྟ་བ་སྟེ་ཚོགས་ལམ། གི་གནས་སྐབས་ཀྱི་ནི་ཉམས་ལེན་རྣམ་འབྱོར་ལྔ་བ་ནི་གི་ནི་འདི་ན་ལྟ་བ་ལྟ་རེ་སྟོང་བ་ཆེན་པོ་དེ་བཞིན་ཡང་ལྟ་རེ་སྟོང་བ་ཆེན་པོ་སྙིང་རྗེའི་སྒྱུ་མ།

དེའི་གཏི་མུག་བཅས་སོགས་དག་ནི་ལྟེ་བའི་དག་ཏུ། མི་མ་གཅིག་ལ་ནི་ལྟེ་བའི་སེམས་ཅན་རྣམས་ཀྱི་ཆུ་འདྲ་འདྲའི་ལྟེ་བའི་དུས་དུད་འགྲོ་རྣམས་ཀྱི་ཁ་གང་ལ་ཆགས་ཀྱི་སྐྲོག་གཟུགས་དང་དམག་ཆབ་ཀྱི། དུར་བའི་སྙིགས་ཟངས་ཏེ་ལྟེ་བའི་དག། དེ་འོག་ནས་འོག་ཏུ་འགྲོ་རྒྱུ་མ་གཏོགས་པར་རྩ་བ་ནས་ལྟེ་བའི་ཡོད་དོ་མ་རེད། ལྟེ་བའི་དུད་འགྲོ་རྣམས་གཅིག་ལག་གཅིག་བཟའ་བའི་ལྟེ་བའི་དུད་འགྲོ་དེ་བཅོམ་ལྡན་འདས་ཡང་མང་དུ་གསུངས་ནི་རེད་ད་ནི་ལྟེ་བའི་དྭངས་སང་འདི་ན་དེ་འདྲའི་ལྟེ་བའི་དག། འདི་འཛུགས་ཀུན་དུ་སྤང་བར་གྱིས་གལ་ཏེ་སྤང་བར་མི་ནུས་ན་དམ་པ་རྣམས་དང་འགྲོགས་པར་གྱིས་འཛིན་དང་མ་སོང་ན།

དུད་འགྲོ་འདི་ཆེ་གེ་ཏི་ནག་ཅིག་ཏི་ཡིས་ཀྱང་འདི་ད་རུང་ཅིག་དུད་དུད་འགྲོ་འདི་ལ་ཆེའོ། ཡ་ར་དུད་ལོ་བཞིར་ངར་ང་དུད་རྒྱར་གུད་ཅི་ཁ་གི་ལོག་ཚར་ནི་ཏི་མི་དུད་འགྲོ་ཚོ་ཡ་གི་ད་ནི། འདི་མོ་ཟིག་གསར་ཏྲིས་གི་ནི་ནི་བཟང་ཏི་ད་ནི་དུད་ད། ལོ་གཅིག་མར་གུད་ད་བ་ཞིག་དུད་དེ་སྟེང་ཅིག་གི་ནི་དུད་དུད་འགྲོ་ཟིག་ཡོད་དུད་མ་ཁ་མཉམ་པར་ད་བའི་དེ་ཏི་མོ་རིག་ནི་དུད་དུད་ཆེ་གེ་ཧ་གོ་རྒྱོ་རིག་ནི་ཏེ་འཛི་གི་དུད་ཏི་མོ་ཟིག་གི་སྐྱེ་བ་དུད་དེ་ལེན་རྒྱོ་རིག་གར་ཏི་དུད་འགྲོ་གི་ལོག་སོང་ནི་བཟང་ཏི། དེ་དུད་དེ་ཏི་ཡིས་ད་ཚོད་ཏི་མོ་ཟིག་གི་ལོག་སོང་ན་དེ་ཏི་དི་ཆི་འདྲ་ས་གི་རང་སོ་སོའི་བསམ་བློ་དང་འདི་ནག་ཅིག།